ཁྱོད་ཐོག་མ་དེ་ལ་ནི་ངས་བརྙན་ཐུང་ཟིན་ནས་ཚང་མ་ལ་ཁ་བརྡ་ཅིག་ཨ་ད་འཚམས་འདྲི་བཀྲ་ཤིས་དེར་ཞུས་དང་ཆབས་ཅིག་ཨ་མདའ་དེའི་གི་མཉམ་དུ། ཨ་ད་དེ་རིང་ཏན་ཏན་ཨ་སྤྱི་ལོ་ཉིས་སྟོང་བཅུ་རྩ་དྲུག་ལོའི་ཨ་ད་ཕྱི་ཟླ་བདུན་པའི་ཨ་ཚེས་ཨེ་བཅུ་གཉིས་ཉིན་ཨ་ད་བརྙན་ཐུང་ནང་ཨོ་ལ་ཨ་ནི་སྐད་ཆ་ཤེས་ཡས་ཁ་བརྡ་ཅིག་ཨ་ད་གནས་བརྟན་ཏེ་ཨ་ནི་ག་རེ་སྐོར་ལ་ཅིག་ཨ་ཆགས་འདུག་ལ་ཨ་མདའ་དེ་ཡང་ད་ལྟ་ཁ་སང་ཏན་ཏན་ཨ་སྤྱི་ཟླ་བདུན་པའི་ཨ་ཚེས་ཨེ་བཅུ་གཅིག་ཉིན་སོགས་ལ་ཨ་ནི་ཨ་རི་དེར་ད་ཅིག་ཨ་གྲོས་ཚོགས་གོང་མ་ནང་ལ་ཡེ་རྒྱུགས་དེར་ད་ཅིག་ཨ་ཏན་ཏན་ཨ་སྤྱི་མཐུན་ཚོགས་པ་གི་ཨ་ནི་ཨེ་གྲོས་ཚོགས་ཀྱི་ཚོགས་མི་ཨ་ལིན་སི་གུ་རམ་ཁོ་རང་ཨ་ནི།

དེ་གྲོས་ཚོགས་ཚོགས་མི་ཁོ་རང་རྙིང་མ་གང་དེ་ལྟ་ཅིག་སྡད་པའི་སྐབས་སུ། ར་ཤི་ཡའི་དང་བྷ་ཡི་རང་ལ་བས་ཏེ་ཁ་བརྡ་ཤུགས་ཆེ་བོ་བཅག་ནས་ཡ་མ་གང་དེ་ཁོ་ཚོ་ལ་ཕབ་པས་ཏེ། ངོ་རྒོལ་ཤུགས་ཆེ་བོ་བྱས་ནས་དེ་འདྲའི་གང་དེ་བས་གྲོས་ཚོགས་ཚོགས་མི་ཅིག་རེད་དོ་ད་དོག་དོག་བཤད་ན་གང་དང། ཁོ་རང་འདྲ་བོ་དེ་ལྟ་དེ་ར་ཤི་ཡ་དང་ཨི་རང་གི་བས་ཏེ་དགྲ་དགྲ་ནག་ཅིག་གང་དེ་རེད་དོ་དེ་འདྲའི་གང་དེ་ལྟ་རྒྱུ་མཚན་མང་བོ་ཤོ་བྱིས་ལ་ཞིག་བྱས་ད་གང་དང་ཁ་སང་ཁོ་རང་འདས་གྲོངས་སུ་འགྲོ་བས་རྒྱ་བོ་ལ་ཁོ་གཉིས་ཅིག་བྱས་ཡོད་བས་དེ་འདྲ་ཡང་བས་གླེང་སློང་བྱས་ནས་ཤོ་བྱིས་ཡོང་གི་འདུག་དེ་འདྲ་སོང་ཙང་ད་དེང་དེ་ད་བརྙན་ཐུང་ནའོ་ལ་ཨ་ར་ཡང་དེའི་སྐོར་ལ་ཁ་བརྡ་བྱས། ཨ་སྐད་ཆ་ཐུང་ཐུང་ཅིག་བཤད་ན། ད་དེ་ཡང་དང་པོ་དེ་ལ་དེ་འདྲ་ཁ་སང་ཁོ་རང་ཨ་གློ་བུར་འདིར་ལྟ་ཅིག་ཨ་འདས་གྲོངས་འགྲོ་ཡས་ཀྱི་རྒྱ་ཕུབ་ལ་ལྟ་ཅིག་ཨ་ཡིད་རང་གི་ཅིག་བྱས་ཡོད་བས་དེ་འདྲས་གང་འདྲ་བས་ལྟ་ཅིག་ཨ་གླེང་སློང་ཡིན་ཡིན་ན་རེད་ཕ་དེ་འདྲས་ག་ལ་ལྟ་ཅིག་ཨ་དོགས་པ་དེ་གང་འདྲ་ཟེར་ལ་ན། ད་དེ་ཨ་དང་པོ་དེ་ལ་ཨ་ད་གང་འདྲ་ཨ་ད་ལས་དེ་འདྲ་ཨ་རི་དང་ཡིད་རང་གཉིས་བར་གྱི་ཨ་དམག་འཁྲུག་དེ་ཡིན་ན་རེད་ཡ་མ་དེ་ཙམ་མ་ཡིན་པ་གང་འདྲ་ངས་རང་ནས་གང་ལྟ་ཨ་རི་ངས་ནས་ཨ་ནས་ཨ་ཡིད་རང་ལ་བར་ལྟ་ཅིག་ཨ་གནས་ཤུགས་དྲན་ཡིན་ན་རེད་ཡ་མ་ན། ཡིད་རང་ལ་བག་གང་དག་དམག་སུ་རུ་རྒྱལ་ཡས་ཀ་ལ་ཁོ་རང་བས་ཏེ་རྒྱབ་སྐྱོར་ཞུའོ་བྱེད་ཉེན་དེ་འདྲས་གང་དག་བས་ད་མི་འཇིགས་རེད་འདུག་བ་ད་འདི་ཙམ་མ་ཡིན་པ་ད་ལས་དེ་འདྲ་ཨ་རིས་འདི་འགྲོ་ནོར་འཁྲུམ་ངེས་ན་ཨ་ནི་ཡིད་རང་ལ་བག་དག་ཅིག་དྲག་རྒོལ་བྱས་ཏེ་གང་ལ་རྒྱབ་སྐྱོར་ཞུའོ་བྱེད་ཉེན་ཨ་ནི་དམིགས་སུ་བཀར་ཅེས་ད་ད་ཡིད་རང་གི་དུག་སྦྲེལ་བཟོ་ར་ཡིན་ནའི་གང་དག་དུ་དུག་སྦྲེལ་དང་འབྲེལ་བ་ཡོད་རྒྱུ་ལས་གཞི་ཚང་མ་རྩ་མེད་བཟོས་གང་ལ་རྒྱབ་སྐྱོར་ཤུགས་ཆེའོ་བྱེད་ཉེན་དེ་འདྲས་མི་འཇིགས་རེད་འདུག་བ་ད་དེ་ཡང་དཔེར་ན་ཨ་རིས་ཀྱི་དེ་རེད་ད་ཅིག་དྲག་རྒོལ་དང་བག་གཏོར་རྒྱན་མ་ད་ངེས་ལ་ཨ་ནི་ཨིས་རལ་ངེས་ནས་ཡིད་རང་ལ་བག་བས་ཏེ་དྲག་རྒོལ་ཤུགས།

ཉིས་སྟོང་བཅུ་བཞི་སྐབས་སུ་ར་ཤི་ཡའི་ངན་ན་ནི་ཡུཀ་རེན་ས་ཁུལ་ལ་བའི་དམག་དང་ཡུཀ་རེན་གླིང་ཕྲན་གན་ཆོ་ཨ་ཁུ་རི་མའི་ས་ཚ་རི་བྱས་ད་ག་རན་ད་ག་ད་ཡུཀ་རེན་ལ་ཕ་དམག་དང་ཚན་ཆ་ཐོག་ནི་ཨ་རི་ངན་རོགས་སྐྱོར་ཤོག་བྱེད་གུ་དུ་ལ་ནི་ག་ལ་རྒྱབ་སྐྱོར་ཤུགས་ཆེ་བོ་བྱེད་ནས་དེ་འདྲའི་ག་ད་མི་གཅིག་རེད་དོ་འོ་དེར་སོང་ན་དང་པོ་དེ་ཚོ་ནི་རྒྱབ་སྐྱོར་དེ་ཙམ་མ་ཡིན་པ་ད་ལེ་ད་ད་ར་ཤི་ཡའི་ཡུཀ་རེན་དམག་དེ་ཤོར་ནས་བཟུང་རྗེས་པུ་ཀྲིང་བསད་གུ་དུ་ལ་ནི་དེ་འདྲའི་བསམ་ཚུལ་ཞིག་ནི་མི་གཅིག་རེད་བ་ཁོ་རང་གར་སེ་ན་ད་ག་སེ་པུ་ཀྲིང་གིས་ད།

ཐབས་ཤེས་ཚོར་བ་བྱས་རྗེས་ཨ་རི་དང་ནེ་ཏྲོ་གི་འབྲེལ་བ་དེ་ཡག་རུ་གཏང་ག་ལ་ཁོ་རང་གིས་ཐབས་ཤེས་མང་པོ་བྱོས་འདུག་ཨ་ནི། དེ་ཙམ་མ་ཡིན་པར། ཁོ་རང་འགྲོ་འཆག་ཚེ་བར་ན། ནེ་ཏྲོ་ག་ཚོད་ཀྱི་སྟོབས་ནེ་ཏྲོ་ག་ཚོད་སྟོབས་ཤུགས་ཆེ་བ་ཆགས་དེ་ཚོད་ཀྱིས་ཨ་རི་ལ་ཁེ་བཟང་དང་ཨ་རིའི་སྟོབས་ཤུགས་ཆེ་བ་ཆགས་ཀས་དེ་འདི་ག་ད་ངེས་ཟིན་བཞིན་དེ་རིགས་གང་འདྲ་འདྲ་ཞིག་བསམ་བློ་བཏང་ཉན་ཞིག་རེད་འདུག་འོ་དེ་འདྲ་སོང་ཙང་ཁོ་རང་ནེ་ཏྲོ་ལ། ཤུགས་རྒྱག་ཉན་ཞོར་བོ་ཡིན་པ་སོང་ཙང་ཨ་ནི་ད་ག་ད་དེ་འདྲའི་གནད་འགག་མང་པོ་ཞིག་ལ་ཞིག་ཅང་ནི། ཁ་སང་ཁོ་རང་འདས་གྲོངས་འགྲོས་སྐྱབས་ལོ་ཡི་ར་ཤི་ཡ་ར་ཤི་ཡའང་ཡས་སི་ཀི་རི་ལ་འདི་འདྲའི་བསམ་ཚུལ་བཤེས་ཉེན་དེ་འདྲ་ཅིག་ཡོང་གི་ད་ནས་ད་ལྟ་བར་དུ་དེ་ཚོ་ཡང་ཚང་མ་འདིར་བཏང་སོང།

ད་ལྟ་ར་ཤི་ཡའི་དང་ཨི་རང་རྒྱ་བོད་ལ་ད་ཡར་ལ་ཉེ་དེ་གང་ལ་ཡང་དེ་ལྟ་ཁ་ཤས་ལ་ཡང་དེ་འདྲའི་ཕ་ཆེ་ད་ཁག་པོ་རེ་ལ་ཡང་དེ་འདྲའི་བཤེས་གཉེན་དེ་འདྲ་ཅིག་ཡོང་བལྟས་ན་གང་ད་ག་རེ་ཡིན་མ་ཁ་ད་དེ་ཆེ་ལ་ཡང་དེ་འདྲའི་གི་ད་ཚེ་ཕ་ཤེས་ན་ག་ལ་གང་འཚམ་མང་པོ་འགྲོ་ཅིག་ཡོང་དེ་དུར་བ་འོ་ལ་སོ་ད་དེ་རིང་དེ་ད་ང་ཚོ་ཁ་ཟས་དེ་དེ་ད་ཁ་སང་ཚེས་བཅུ་གཅིག་ཉིན་སོ་ལ་ནི་ཨ་རིའི་གྲས་ཚོགས་འི་ཚོགས་མི་ཡི་དེ་འདྲའི་ད་ཅིག་སྐྱེས་ཏེ་ག་ལ་ད་འདས་གྲོངས་དུ་ཤོར་རེས་སོ་ད་འབྲེལ་བའི་ཐོག་ནི་ཨ་ནི་དེ་རིང་དེ་འདྲ་འགྲོ་བོ་ཅིག་ཆགས་དེ་དུར། ཨོ། དེ་བཞི་ལ་དེ་རིང་འདི་ལ་ངའི་མཚམས་ཞྭ་ནི་དེ་གི་མཉམ་འདུག་ཡང་དེ་དང་ང་ཚོ་སང་ཉིན་གནངས་ཉིན་སུ་ག་ཟས་ཏེ། ད་ལྟ་གནས་ཚུལ་གས་ཆོག་དང་ཨ་ནི་ཡང་བསྐྱུར་བ་དམིགས་བསལ་ག་རེ་ཡོད་མི་ལ་ཞིག་བྱས་ཨ་ནི་ངེད་གཉིས་འདུག་སོང་ཚང་མས་ཅིག་ཟིག་རོ་བྱས། ཨོ། ཨོ་ལ་སོ་ཨ་ནི་ང་ཚོ་ཡང་སང་ཉིན་གནངས་ཉིན་ག་ལ